གསལ་བོ་ཞུ་ཅི་སྟོན་ཟོ་བ། ད་དྲི་བ་ཁ་ཁའི་མར་ལྟ། ད་ད་ག་གི་ཅིག་ཆོས་སྐད་ཀྱི་ཞེན་ཁོག་ཁྱད་ཞེ་ཨ་ནི་ཡོང་ནི་བེད་ཁོ་རང་ང་ཚོའི་སྒྲིག་འཛུགས་ལ་ཅིག་མི་མང་གི་གདམ་བཞག་བེད་དམངས་གཙོའི་བརྒྱུད་རིམ་གི་ཐོག་ནས་གདམ་བཞག་རྒྱོག་གི་འགོ་ཁྲིད་ལ་བེད་ངོས་ལེན་མེད་ཨ་ནི་དེ་འདྲས་ཀྱི་སྐད་ཆ་དེ་འདྲས་བཤད་གི་འདུག་བ་དེ་ཁོ་དྲི་བ་བཏང་ག་ཡོང་རྒྱུ་དང་ཆབ་སྲིད་ཀྱི་ཐོག་ནས་དྲི་བ་གནན་ག་ཆེན་པོ་དེ་འདྲས་བོད་ནང་ལོག་ལ་ཅིག་དཀའ་ངལ་ག་རེ་འཕྲད་གི་ཡོད་དམ་མེད་གནས་ཚུལ་ག་འདྲས་ཆགས་ཡོད་དམ་མེད། ད་ལྟའི་ཆིག་བོད་མི་སྒྲིག་འཛུགས་ཀྱི་ཐོག་ནས་ད་ང་ཚོ་བོད་རྒྱ་གྲོས་མོལ་གྱི་ཐོག་ལ་ཨ་ནུ་ཡེ་ཆིག་ཕྱག་ལས་གནང་ཡས་དང་རེ་བ་ག་ཚོད་ཟིག་ཡོད་དང་མེད་དང་རོ་ཆབ་སྲིད་ཀྱི་གནད་དོན་དང་དེ་འདྲའི་འགྱུར་ནི་མི་འདུག་བ། ད་ག་ཟི་ཡོང་བྱས་བེད་སྐོར་རང་ཁུངས་ལུང་མེད་པའི་སྐད་ཆ་ཞིག་འདུག་བ་མི་དེ་ཚོ་རྒྱབ་ལྗོངས་ལྟ་ཡོང་དུས་ཁེ་ས་མི་རེ་རེ་ང་ཚོའི་དོ་ད་ཞུ་བྱས་གསལ་བོ་ངོ་ཤེས་ཀྱི་མེད་དེ་ཕ་རོབ་ཙེ་ཙེ་འདྲེས་ཕ་ཧོབ་ད་ལྟ་དེ་བ་ནི་མི་དཔེ་སོ་སོའི་གི་མིང་དེ་ཚོ་ཡིན་ཅི་ནང་བྲིས་ཤེས་ཀྱི་ཡོད་མེད་དངོས་གནས་དྲང་གནས་དེ་འདྲའི་གི་མི་ཤ་སྟག་ཅིག་རེད་འདུག་བ།

གཞོན་ནུ་ནང་འཛུལ་བྱས། གཞོན་ནུ་སྒྲིག་འཛུགས་ནང་ལས་ས་གནས་དུ་བ་ལ་འཛུལ་ནས་ལས་ཀ་བྱེད་ཡས་ཁོ་རང་བསྡད་མི་འདུག་ཨ། ང་ཚོའི་དམངས་གཙོ་ཁོ་རང་བསྡད་རང་བཙན་རྩོད་ཡས་རང་བཙན་རྩོད་གི་ཡོད་བ་ཡིན་ནས་ད་ལྟ་ང་ཚོས་ཀྱི་སྒྲིག་འཛུགས་དེ་དབུ་མའི་ལམ་གྱི་ཐོག་འགྲོ་གི་འོར་གལ་སྲིད་རང་བཙན་རྩོད་གི་ཡོད་བ་ཡིན་ནས་རང་བཙན་རྩོད་ཡས་ཀྱི་མར་ཟ་མ་ཟོ་ནས་སྒྲིག་འཛུགས་ཡོད་བསྡད་རྒྱུ་སྐུ་མདུན་གྱི། སྐུ་ལས་མང་པོ་བསྐྱོན་ནས་བཙུགས་བཞག་རྒྱུག་གི་སྒྲིག་འཛུགས་ཁོར་གཏོར་ཡས་དང་འདི་སྤེལ་ནུས་མེད་བཏང་ཡག། རྒྱ་ནག་གཞུང་གི་སྐུང་ནད་དྲག་ནད་ཀྱི་ཅིག། བཤད་མ་ཐུབ་ཡས་ཀྱི། མ་བཤད་ཡས་ཀྱི་སྐད་ཆ་དེ་འདྲ་ད་ང་ཚོ་བོད་མའི་ནང་ལོག་ནས་བཤད་ཡོང་གི་འདུག་བ། ད་དེ་ཚོའི་ཀྱི་ཀུན་སློང་ག་རེ་རེད་བཞག་མི་དེ་ཚོར་རྒྱབ་ལྗོངས་ག་རེ་རེད་བཞག་དེ་ཚོ་གསལ་བོ་ཞུ་ཅིག་ཁྱེད་ས་ཆགས་སོང་བསམ་གྱི་འདུག་སོ་སོ་རང་མདོག་སྟོན་ཡས་མ་མདོག་ཅིག་གིས་ད་དཔལ། དཔལ་ལྡན་སྲིད་སྐྱོང་མཆོག་ལ་སྒོ་མ་འབེབས་དང་མཐོང་ཆུང་ཁྱད་གསོད་བྱེད་ནས་ཁོ། ཁྱད་པར་ག་གེ་འགྲོ་ཡ་ཡོད་མ་རེད་དེ་ང་ཚོ་མི་མང་གི་ཐུགས་འཚབ་རྩ་བ་ཉིད་གནང་དགོས་ཀྱི་མ་རེད་བསམ་གྱི་འདུག་ད་གང་ལྟར་སྒོ་གཅིག་སྡུད་ནང་ལོགས་ནས་ཕྱི་ནས་བསྟན་པ་བཤད་ཀྱི་འདུག་ཨ། སྤྱི་འཐུས་ཀྱི་ད་ལྟ་རྒྱུན་ལས་ནང་ལོགས་ལ་དེ་ཁོ། ཆོས་རྒྱུད་ཀྱི་སྤྱི་འཐུས་གང་ཟག་ཡ་གེ་ལས་འདེད་རྒྱུ་དེ་ཚོ་ཞུ་གི་ཡོད་ད་འདི་གའི་དེ་གི། རྣམ་དཔྱོད་དང་གཟུགས། ཅིག། ངག་ནས་སྐད་ཆ་བཤད་སྟངས་ད་དེ་ཚོ་དང་ཇི་མ་ཇི་བཞིན་བྱས་ཡོང་གི་འདུག་ཨ་སྐད་ཆ་བཤད་སྟངས་ཁོ་རང་གོམས་ཤུགས་རྒྱུན་ནས་མེད་བྱས། དེ་འདྲ་ཡིན་དེ་དུས་ད་དེ་ཚོ་ཚང་མ་ལོགས་ཁོ་པད་ཁོ་རང་རྒྱ་ནག་རང་གི། གོ་དོན་སྒྲུབ་གི་ཡོད་བ་དེ་གསལ་བོ་ཞུ་བྱས་ང་ཚོ་ཐག་བཅད་ནས་ཁོ་ཞུས་བས་ན་མ་འགྲིག་ཡ་ཡོད་མ་རེད་བསམ་གི་འདུག་དེ་འདྲ་ཡིན་དེ་དུས་མི་དེ་ཚོ་ང་ཚོ་གི་སྔུན་ན་དྲང་ནས་མི་མང་གི་ངོ་རྟགས་འཆོལ་བ་བྱེད་བྱས་ད་དེ་ཚོ་རྣམ་པ་འདྲ་མིན་གི་ཐོག་ནས་རེད་བ། ཁག་ཅིག་བུ་མེད་ཚོགས་པ་ན་རྫུས་བུ་མེད་ཏོ་རེ་ཡ་གི་ད་ལྟ་མགོ་སྐྱེས་མན་ཇི་མ་དོན་ལས་སུ་ཧམ་པ་ཆེན་པོ་ཞུ་དོ། མི་མང་ལ་ཚོགས་གཏམ་བཏང་ག་འགྲོ་གི་འདུག་ད་དུས་ཧམ་པ་བྱས་དང་མ་བྱས་གཉིས་ལ་རེད་བ། དེ་འདྲའི་ཚོགས་གཏམ་གཏང་ཡས་ཀྱི་ཐོབ་ཐང་དང་དབང་ཆ་ག་རེ་ཡོད་རེད་དེ་ཡོང་བྱས་དྲི་བ་བསྐུལ་ཡས་ནོ་བསྐུལ་ཡས་རེད་མ་འདུག་ཅིག་གི་རོ་མི་མང་ཚོགས་གཏམ་གཏང་ཡས་ཁོར་བསྡད་མི་འདུག་བ་མི་མང་གད་མོ་ཤོར་གི་རེད་སྐད་རྒྱག་གི་རོ་ཁག་ཡོད་མ་རེད་བ། ཁྲིམས་མེད་ལུགས་མེད་སྐད་ཆ་བཤད་ག་ཡོང་གི་འདུག་བ། བུ་མེད་ཚོགས་པ་ཅིག་ལྟ་སྐུ་ལྟ་དབུས་ཀྱི་བཀའ་དགོངས་གཞི་བཟུང་མ་འགྲོ་བ་ཡིན་ན་དེ་ཁྲིམས་འགལ་རང་རེད་བ་དབུས།